གྲངས་འདི་མེད་ས་དང་འདྲ་བའི་ལོ་རྒྱུས་ཡིག་ཚང་འདེམས་སྒྲིག་དང་པོ་ཤོག་གྲངས་ལྔ་བརྒྱ་བདུན་ཅུ་དང་བཞི་ནི། བོད་མི་མང་སྤྱི་འཐུས་རྣམ་པས་དབུ་ཁྲིད་པའི་གདུང་སེམས་མཉམ་སྐྱེའི་ལས་འགུལ་རྒྱ་ཆེར་སྤེལ་བཞིན་པ། འདི་གར་སྤྱི་འཐུས་གསེར་རྟ་ཚེ་རིང་ལགས་ཀྱིས་གནས་ཚུལ་བལྟ་འགྱུར་ལྟར་ན། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་པའི་ཚེས་ཉི་ཤུ་སྔ་དྲོ་ཕྱག་ཚེས་བཅུ་པའི་ཐོག་གཞུང་འབྲེལ་གདུང་སེམས་མཉམ་སྐྱེའི་ལས་འགུལ་ཉིན་གསུམ་པ། རམ་ལི་ལཱ་ཐང་ཆེན་ནས་འགོ་འཛུགས་ཀྱིས་བཅར་འདྲི་གནང་བསྟར་བར། བུད་མེད་རྣམས་ཀྱིས་རུ་སྣེ་དྲངས་ཏེ་ཤི་བའི་གོམ་བགྲོད་གནང་ཡོད་པ་དང། གོམ་བགྲོད་འགོ་འཛུགས་སྐབས། མི་མང་གི་བྱམས་ཞུ་སེམས་ཕྱོགས་གཡར་དུ་དྲངས་ཏེ་སོང་ཡོད་པ་དང། རིམ་བཞིན། མི་མང་གིས་རང་རང་སོ་སོའི་འདོད་མོས་བཞིན། བོད་དབྱིན་ཧིན་སེམས་ཀྱི་སྐད་ཐོག་ནས། སྐད་འབོད་ཤུགས་ཆེ་བྱས་ནས་རྒྱ་གར་གྲོས་ཚོགས་ལམ་ཆེན་རྒྱ་འདི་མ་དར་བར་དུ་སྔ་དྲོ་ཆུ་ཚོད་བཅུ་གཅིག་དང་ཤས་ཙམ་གྱི་དུས་སུ་འབྱོར་ཡོད། ཉིན་དེར་རྒྱ་གར་གྱི་གནད་ཡོད་མི་སྣ་སྐུ་མགྲོན་གང་མང་ཞིག་ཕེབས་ནས་བོད་དོན་རྒྱབ་སྐྱོར་གྱི་གསུང་བཤད་གནང་རྒྱུ་འགོ་འཛུགས་གནང་ཡོད། ཤོག་ཚོམ། ཕྱི་ཚེས་བཅོ་བརྒྱད་ཉིན་གྱི་སྔ་དྲོ་ནས་འགོ་འཛུགས་ཀྱིས་སྤྱི་འཐུས་རྣམས་ཀྱིས་ཆུ་ཚོད་ཉི་ཤུ་རྩ་བཞི་རིང་གསལ་བྱེད་དངུལ་སྒུར་གྱི་ལས་འགུལ་ཞིག་སྤེལ་ཡོད་པ་དང། ཕྱི་ཚེས་བཅུ་དགུ་ཉིན་གྱི་སྔ་དྲོ་གངས་ཏི་མཚམས་མེད་ཞི་བའི་གངས་ཏི་མཚམས་མེད་ཞི་བདེའི། ཕེབས་རྗེས་རྒྱལ་ཡོངས་སྤྱི་ཁྱབ་འགན་འཛིན་གྱིས་ཤིང་ཏོག་གི་ཁུ་བ་དྲངས་ནས་གསལ་བྱེད་ཀྱི་ལས་འགུལ་དེ་མཚམས་འཇོག་གནང་ཡོད། དེ་བཞིན་དགའ་ལྡན་བང་སོའི་མདུན་ཐང་དུ་ཆོས་ལུགས་རིས་མེད་ཀྱི་རྨི་ལམ་གསུངས་པ། ས་གནས་དེ་ནས་རྒྱལ་དར་མ་འདར་བར་ཞི་བའི་གོམ་བགྲོད་བཅས་གནང་ཡོད་པ་རེད། ཡང་ཚེས་བཅོ་བརྒྱད་ཉིན་སྤྱི་འཐུས་རྣམས་ཀྱིས་སེ་ཆེན་ངོ་རྒོལ་གྱི་ལས་འགུལ་དེ་མགོ་འཛུགས་བྱས་པ་དང། ཉེ་གནས་མཉམ་ཞུགས་བྱེད་མཁན་དགེ་ལྡན་པ་གྲངས་སུམ་བརྒྱ་ཙམ་དང། མི་མང་ཉིས་བརྒྱ་མཉམ་ཞུགས་གནང་ཡོད་པ་རེད། དགོང་མོ་ཆུ་ཚོད་ལྔ་དང་ཞེ་གཅིག་ཐོག། མར་མེའི་ཁྲོམ་སྐོར་གྲུ་མཚམས་དགེ་ལྡན་པ་དང་མི་མང་ས་གནས་སོ་སོར་ལོག་ཡོད་པ་དང། སྤྱི་འཐུས་རྣམས་མཚན་གང་ལས་འགུལ་སྤེལ་ས་རུ་བཞུགས་ནས་སེ་བྱས་ངོ་རྒོལ་གནང་ཡོད་པ་རེད། ཕྱི་ཉིན་སྔ་དྲོ་དགའ་འདུས་འཚེ་མེད་ཞི་བདེའི་ཐེབས་རྩ་ཁང་གིས་རྒྱལ་ཡོངས་སྤྱི་ཁྱབ་འགན་འཛིན་ལྕམ་རཱ་ད་པ་ཧན་མཆོག་གིས། ལས་འགུལ་འདི་ལ་བསྔགས་བརྗོད་དང། རྒྱ་དམར་གཞུང་གིས་བོད་ལ་མནར་གཅོད་གཏོང་བའི་སྲིད་བྱུས་འདིས། རྒྱ་རིགས་མི་དམངས་བསམ་བློ་མ་ཡིན་པར་རྒྱ་རིགས་མི་དམངས་ཀྱི་བསམ་བློ་མ་ཡིན་པར། རྒྱ་གཞུང་གི་དཔོན་རིགས་ཁག་ཅིག་གིས་བོད་ཀྱི་ཆོས་དང་རིག་གཞུང། བོད་མི་རིགས་བཅས། རྩ་མེད་གཏོང་བྱེད་ཀྱི་སྲིད་བྱུས་འདི་ལག་བསྟར་བྱས་པ་ཞིག་རེད་དེ་ལ་བློ་ཕམ་ཆེན་པོ་ཡོད། ད་ལན། ཁྱོད་ཚོས་ལས་འགུལ་འདི་མི་རིགས་ཤིག་དང་རིག་གཞུང་ཞིག་སྲུང་སྐྱོབ་ཀྱི་ཆེད་དུ་སྤེལ་བའི་ལས་འགུལ་ཞིག་ཡིན་པས་ཧ་ཅང་གི་རླབས་ཆེན་ཞིག་རེད། ཅེས་སོགས་ལས་འགུལ་རྒྱབ་སྐྱོར་ཡོད་པའི་གསུང་བཤད་མདོར་བསྡུས། གནང་རྗེས། ཐོག་མར། སྤྱི་འཐུས་ཚོགས་གཙོ་སྤེན་པ་ཚེ་རིང་མཆོག་ལ། ཤིང་ཏོག་གི་ཁུ་བ་ཕུལ་བ་དང་དེ་རྗེས་སུ། རིམ་པས། ཚོགས་གཞོན་སོགས་ལ་ཤིང་ཏོག་གི་ཁུ་བ་བགྲངས་ནས་ཟས་བཅད་ཀྱི་ལས་འགུལ་དེ་མཚམས་འཇོག་གནང་ཡོད་པ་རེད། ཕྱི་ཚེས་བཅུ་དགུ་ཉིན་གྱི་སྔ་དྲོ་ཆུ་ཚོད་དགུ་པ་ཙམ་ལ་བདག་ཉིད་ཆེན་པོ་གཱན་དྷིའི་བང་སོ་བཞུགས་ཡུལ་གྱི་མདུན་དུ། ཆོས་ལུགས་མི་སྣ་ཆེ་གྲས་ཁག་ཅིག་ཕེབས་ནས་རང་རང་སོ་སོའི་ལུགས་ཀྱི་སྨོན་ལམ་གསུང་འདོན་གནང་བ་དང། བོད་པའི་དགེ་ལྡན་པ་རྣམས་ཀྱིས་བང་སོ་ཕྱོགས་ཀྱི་ཞབས་བརྟན་གསོལ་འདེབས་དང་དད་ཚིག་སྨོན་ལམ་སོགས་གསུང་བཞིན། གཱན་དྷི་མཆོག་གི་བང་སོ་ལ་མཇལ་དད་མགྲོན་འབོར་ཞུས་ཡོད་པ་རེད། སྤྱིར། ཆོས་ལུགས་མི་འདྲ་བ་མང་པོ་ཞིག་ལྷན་དུ་འཛོམས་ནས་རྨི་ལམ་འཚོགས་རྒྱུ་ནི་ལས་སླ་པོ་ཞིག་གཏན་ནས་མིན་ཡང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་རླབས་ཆེན་གྱི་དགོངས་བཞེད་བཞིན་ཆོས་ལུགས་ནང་ཕན་ཚུན་མཐུན་ལམ་ཡོང་ཐབས་དེ་རླབས་ཆེན་གྱི་ཕྱག་ལས་ཤིག་ཏུ་ངོས་འཛིན་གནང་ནས་དེའི་ཆེད་དུ་འབད་བརྩོན་རབ་དང་རིམ་པ་གནང་ཡོད་པ་བཞིན། རིམ་བཞིན་གྲུབ་འབྲས་ཐོན་པ་ཞིག་ཡིན་པ་རེད། ད་ལན་བོད་ནང་དང་ལྷག་པར་མདོ་སྨད་རྔ་བའི་ནང་དུ་རྒྱ་དམར་གཞུང་གིས་རྒྱལ་སྤྱིའི་ཆོས་བརྒྱུད་ཀྱི་ལས་འགུལ་རབ་དང་རིམ་པ་སྤེལ་བར་བརྟེན། དགེ་འདུན་པ་དང་མི་སྐྱ་ཁག་ཅིག་གིས་རིམ་བཞིན་རང་ལུས་མེ་གསོད་ལས་འགུལ་སྤེལ་བར་བརྟེན། དེ་དག་གི་ཆེད་དུ། ཧིན་རྡུ་དང་སིག་ཡེ་ཤུ། Jewish། ནང་པ་སོགས་ཀྱི་ཆོས་ལུགས་རིས་མེད་ཀྱི་དབུ་ཁྲིད་ཁག་ཅིག་གིས་རྨི་ལམ་འདི་གོ་སྒྲིག་གནང་བ་ཞིག་ཡིན་འདུག་པ་དང་གོ་སྐབས་དེ་དང་སྟབས་བསྟུན་ནས་བོད་དོན་རྒྱབ་སྐྱོར་གྱིས། ཡི་གེ་གཅིག་ལ་རླབས་ཆེན། རླབས་ཆེན་རྣམས་ཀྱི་རེ་རེ་བཞིན་མཚན་བཏགས་ཀྱང། བཀོད་སྣང་ཡོད་པ་རེད། རྨི་ལམ་གྲུབ་རྗེས་བླ་ཆེན་རྣམས་དང། སྤྱི་མཐུན་ཚོགས་གཙོ་བཅས་ཀྱིས་བདག་ཉིད་ཆེན་པོ་དགོན་འདིའི་བང་མཛོད་ལ་གུས་འདུད་དང་ཆོས་ལུགས་མཇལ་དད་མགྲོན་འབོར་ཞུས་ཡོད་པ་རེད། སྔ་དྲོ་ཆ་ཚེས་བཅུ་པ་དང་སྐར་མ་ཉི་ཤུ་ཙམ་གྱི་ཐོག་དགེ་ལྡན་པ་རྣམས་ཀྱིས་ཐད་བཀྲིས་ཏེ་ཤི་བོའི་སྒམ་སྒྲོལ་འགོ་འཛུགས་གནང་བ་དང། ཉིན་དེར་ས་གནས་གང་ས་ནས་མི་མང་སུམ་སྟོང་ལྷག་འདུ་འཛོམས་བྱུང་ཡོད་པ་རེད། ས་གནས་རྒྱ་འདིར་མ་འདིར་དུ་སླེབས་པའི་རྗེས་སུ་རྒྱ་གར་གྱི་གནད་ཡོད་གྲོས་ཚོགས་ཀྱི་འཐུས་མི་དང་གྲོས་ཚོགས་འཐུས་མི་ཟུར་པ་རྩོམ་པ་པོ་གསར་འགོད་པ་བོད་དོན་རྒྱབ་སྐྱོར་ཁག་ཅིག་བཅས་ཀྱིས་གསུང་བཤད་གནང་ཡོད་པ་རེད། གཞུང་འབྲེལ་སྟོང་གསུམ་མཉམ་སྐྱེའི་འགྲན་སྒོར་ཉིན་གཉིས་ཀྱི་ཕྱི་དྲོ་ཆུ་ཚོད་གསུམ་པ་དང་ཕྱེད་ཙམ་གྱི་དུས་སུ། ཆོས་རིག་བཀའ་བློན་པད་མ་ཆོས་འབྱོར་མཆོག་གིས་བཀའ་ཤག་གི་ཚབ་ཞུས་ནས་ལས་འགུལ་བ་རྣམས་ལ་གསུང་བཤད་གནང། ཆོས་རིག་བཀའ་བློན་མཆོག་གིས་ཐོག་མར། ཐོག་མ། ལས་འགུལ་ལ། ལས་འགུལ་བ་རྣམས་ལ་འཚམས་འདྲི་དང། རང་རང་སོ་སོའི། རང་རང་སོ་སོར། ལས་གནས་འདྲ་མིན་མང་པོ་ཡོད་ཀྱང། བློས་གཏོང་གི་ས་གནས་སོ་སོ་ནས་འདིར་འཛོམས་པ་དེ་ལ་བསྔགས་བརྗོད་དང་ཐུགས་རྗེ་ཆེ་ཞུས་པ་རེད། དེ་བཞིན་ཁོང་གིས་བོད་ནང་གི་གཟའ་གྲགས་ཀྱི་གནས་སྟངས་དང་གཙོ་བོ་རྒྱ་དམར་གཞུང་གིས་བོད་ནང་དུ་རང་དབང་དང་བདེ་སྐྱིད་ཡོད་ལ། དཀའ་ངལ་དང་སྡུག་བསྔལ་མེད་ཚུལ་བཅས་འཛམ་གླིང་གི་ཁྲོད་དུ་སྒྲོག་བཞིན་པའི་སྐབས་སུ། བོད་མདོ་སྨད་རྔ་པ་ཀི་ཏི་ཁུལ་ནས་རང་སྲོག་བློས་གཏོང་གིས་ལས་འགུལ་གང་མང་སྤེལ་ཡོད་པ་དང། དེ་བཞིན་རྟའུ་དགོན་པའི་དགེ་ལྡན་པ་ཞིག་གིས་ཀྱང་རང་སྲོག་བློས་བཏང་གནང་བ་བཅས་ནི་ཧ་ཅང་རླབས་ཆེན་ཞིག་དང་སྙིང་སྟོབས་ཆེན་པོ་རེད་ལ་དེ་ཡང་རྒྱ་སྒེར་ལྟ་བུ་རང་དབང་དང་བདེ་སྡུག་ཞུ་ས་གནས་ཚུལ། མཐའ་དཔྱོད་བྱེད་ཡུལ་མེད་པར། ཨ་ཆེ་འུ་ཐུག་ནི་རང་ཉིད་ཀྱི། རྩ་ཆེ་ཤོས་ལུས་སོ་བློས་བཏང། སྣང་བ་ཞིག་རེད་དེ་ལ་བརྟེན་ནས། རྒྱ་ནག་གཞུང་གིས་ཤོད་བཞིན་པའི་ཡ་གྱལ་དང་བདེ་སྐྱིད་ཟེར་བ་དེ་ཚོ། སྐྱག་རྫུན་ཡིན་པ་ར་སྤྲོད་གསལ་པོ་བྱས་པ་རེད། ད་རེས་བོད་མིའི་སྒྲིག་འཛུགས་བཀའ་ཤག་གི་གོ་སྒྲིག་འོག་ཐ་ཆད་ཆུ་གླིང་གཙུག་ལག་ཁང་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་ཐོག་རྒྱལ་བ་ཀརྨ་པ་རིན་པོ་ཆེ་མཆོག་སོགས་ཀྱིས་སྨྱོ་ནད་སྨོན་ལམ་ཞིག་གོ་སྒྲིག་བྱས་ཡོད་པ་དང་ད་རེས་བཙན་བྱོལ་ཡོད་པའི་ས་གནས་ཁག་ནས་དུས་གཅིག་ཏུ་ལས་འགུལ་སྤེལ་བཞིན་ཡོད་ཚུལ་སོགས་གསུང་བཤད་གནང་ཡོད་པ་རེད། དེའི་རྗེས་སུ། ལྡི་ལིའི་དོན་གཅོད་ཀྱི་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ཀྱིས། བཀའ་བློན་ཁྲི་པ་མཆོག་གི་གསུང་བཤད་སྒྲོག་སྦྱང་གནང་ཡོད་པ་དང། དེའི་རྗེས་སུ། བོད་དོན་རྒྱབ་སྐྱོར་བ་རྣམས་ཀྱིས་གསུང་བཤད་གནང་བཞིན་ཡོད་པ་བཅས། ཡོང་ཁུངས་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་དྲ་བ། རྒྱ་གཞུང་གིས་བོད་རྔ་བ་ཁུལ་དུ་དམ་བསྒྲགས་ལག་བསྟར་བྱ་རྒྱུ། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་པའི་ཚེས་ཉི་ཤུ་ལ་སྤེལ། ཉེ་ལམ། བོད་མདོ་སྨད་རྔ་བ་ཁུལ་དུ་བོད་མི་ཚོས། བོད་རང་གི་དོན་དང། རྒྱ་ནག་གི་བཙན་གནོན་ལ་ངོ་རྒོལ་མཚོན་ཆེད་རང་ལུས་མེ་སྲེག་བཏང་བའི་ལས་འགུལ་བསྟུད་མར་ཐོན་བཞིན་པའི། རྐྱེན། རེས་གཟའ་ཕུར་བུའི་ཉིན། རྒྱ་ནག་ཕྱི་སྲིད་ལས་ཁུངས་ནས་ས་ཁུལ་གྱི་བརྟན་ལྷིང་སྲུང་སྐྱོབ་ཆེད་རྔ་པ་ཁུལ་དུ་དམ་བསྒྲགས་ཀྱི་སྲིད་ཇུས་མཁྲེགས་བཟུང་ལག་བསྟར་བྱ་རྒྱུ་ཡིན་སྐོར་གསལ་འདོན་བྱས་ཤ། དེ་ཡང་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་མ་ཅན་ཝང་དབྱིའུ། ཡིས། རྔ་བ་ཁུལ་གྱི་ས་གནས་མི་དམངས་ཀྱིས་བདེ་འཇགས་དང། རྒྱུ་དངོས་སྲུང་སྐྱོབ་དང། དེ་བཞིན། རྔ་ཁུལ་ནང་རྒྱུན་ལྡན་ལྟར་སྤྱི་ཚོགས་ཀྱི་གནས་སྟངས་ལྷིང་འཇགས་སླད། ས་གནས་སྲིད་གཞུང་ཐོག་ནས་དོ་དམ་གྱིས། གསུང་བཤད་ལས་དོན་ཤུགས་ཆེ་སྤེལ་རྒྱུའི་ཡིན་ལུགས་འགྲེལ་བརྗོད་བྱས་འདུག་ཆབས་ཅིག་གཞུང་ཕྱོགས་ནས་མི་མང་ལ་གུ་ཡངས་ཆོས་དད་རང་དབང་གི་སྲིད་བྱུས་མུ་མཐུད་ལག་བསྟར་བྱ་རྒྱུ་ཡིན་སྐོར་གཏམ་བཤད་སྤེལ་འདུག་འདས་པའི་ཟླ་བ་དྲུག་གི་ནང། འདས་པའི་ཟླ་བ་དྲུག་གི་ནང་ཚུད། གདོད་མའི་རྔ་པ་ཁུར་དང་ཁམས་རྟའུ་གཉིས་སུ་བོད་མི་གཞོན་སྐྱེས་དགུས། རྒྱ་ནག་གཞུང་གིས་བོད་མིའི་ཆོས་དང་རིག་གཞུང་རྩ་གཏོར་གཏོང་བའི་སྲིད་བྱུས་ལ་ངོ་རྒོལ་དང་དེ་བཞིན་བོད་མིར་བཙན་གནོད་ཀྱི་བྱ་སྤྱོད་ལ་ངོ་རྒོལ་མཚོན་ཆེད། རང་ལུས་མེར་སྲེག་བཏང་བའི་དོན་རྐྱེན་བྱུང་ཡོད་ལ། བཙན་བྱོལ་ནང་དབུས་བོད་མིའི་སྒྲིག་འཛུགས་ཀྱི་བཀའ་བློན་ཁྲི་པ་མཆོག་གིས་བོད་མི་ཚོས་དེ་ལྟ་བུའི་རང་ལུས་མེར་སྲེག་གཏོང་དགོས་པའི་རྒྱུ་མཚན་ནི་རྒྱ་ནག་གཞུང་གི་དམ་བསྒྲགས་དང་ཁྲག་བཟུང་གི་སྲིད་བྱུས་ལ་བརྟེན་ནས་ཡིན་པའི་སྐོར། གནས་སྟངས་གསལ་འདོན་གནང་ཡོད་པ་རེད། དེ་རིང་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་མ་ཅན་ཡི་ཅང་དབྱིའུ་ཡིས་བོད་ཀྱི་དཀའ་རྙོག་གཅེས་པའི་གནད་དོན་མེད་ཚུལ་སོགས་བོད་རྒྱའི་དཀའ་རྙོག་ལ་ངོས་ལེན་མེད་པའི་གཏམ་བཤད་སྤེལ་འདུག་ཕྱོགས་མཚུངས་རྒྱ་ནག་གཞུང་ཕྱོགས་ནས་རྒྱལ་ཁབ་ནང་མི་རིགས་ཁ་བྲལ་གྱི་བྱ་སྤྱོད་ལ་ངོ་རྒོལ་མཐའ་གཅིག་ཡོད་པ་མ་ཟད། ཕྱི་ཡི་རྒྱལ་ཁབ་སུ་ཕྱི་ཡི་རྒྱལ་ཁབ་སུ་འདྲ་ཞིག་རུང་བོད་ཀྱི་གནད་དོན་ཅེས་པའི་དཀའ་རྙོག་ལ་ཁ་གཡོགས་ཏེ་རྒྱ་ནག་གི་ནང་སྲིད་ལ་ཐེ་ཇུས་བྱས་ཚེ་དེས་རྒྱ་ནག་ཕྱོགས་ནས་ངོ་རྒོལ་དང་གདོང་ལེན་ནན་པོ་སྤྲོད་ཀྱི་ཡིན་སྐོར་ཉེས་བརྡ་བཏང་འདུག་ཡོང་ཁུང་ཨེ་ཤེ་ཡ་རང་སློང་ཁྲིམས་ཁང་གི་བོད་ཡིག་དྲ་བ། རྔ་ཆེན་རོལ་དབྱངས། འདོན་སྤེལ། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་པའི་ཚེས་ཉི་ཤུ། སྤྱི་ཟུར། ཆབ་བྲག་ལྷ་མོ་སྐྱབས། རྒྱ་ནག་གུང་ཁྲན་ཏང་དང་དམག་དཔུང་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ལོར་ཀྲུང་གོ་གསར་བའི་རྒྱལ་ཁབ་བཙུགས་པའི་རྒྱལ་དོན་དང་དུས་མཉམ་གངས་ཅན་བོད་ལ་ལོ་རྒྱུས་ཀྱི་གོ་ཆ་གསར་བ་ཞིག་གི་ལམ་སྣེ་བཏོད་ཅིང་ལམ་སྣེ་དེ་ཐབས་བརྒྱ་ཇུས་སྟོང་གིས་ཆེར་བསྐྱེད། ཆེར་བསྐྱེད་དེ། བོད་ཀྱི་རྒྱལ་ས་ལྷ་སའི། གཉིས་ཀར་བརྟོལ། དུས་དེ་ནས་བཟུང། ས་ཡི་སྙིང་དང་མི་རིགས་ཀྱི། སྙིང་ཉེ། དཀའ་ཚེགས་བར། གཤེགས་ཏེ་དུས་རབས་ཕྱེད་ལྷག་འདས་ཀྱང། ཁྱེད་ཅག་ཏུ་གསུངས་བའི་གཉིས་དམར་པོ་དེ་གཉིས་ནི་འཕགས་རྩ་ལ་ནམ་ཡང་འཇགས་མྱོང་མེད། ས་གནས་ལ་ལར་སྲིད་གཞུང་གི་ཁང་པ་སོགས་ལ་མེ་རྒྱག་ཆུང་ངུ་རེ་དང། སྒོ་འགྱིག་སྒོང་ཙམ་རེ་གཏོར་སྐྱེམས་ཀྱིས་ཁུ་ཚུར་མང་པོ་ཞིག་ཀྱང། གཡུག་མྱོང། དེ་དག་རེ་རེ་ལ་ཤག་དྲི་དང་བསྙོན་འཛུགས་དུ་མས་སྦྲང་ནི་ཡ་ང་བ་དུ་མ་བྱས། ཁོང་ཚོའི་འདྲ་མཚུངས་བཟུང་ཡོད་པས་ཁོ་ཚོར་མཆན་མཁན་དག་ནི་དུས་ངེས་ཀྱིས་སྟོང་གསུམ་བསྐྱང། དཔེར་ན། གནམ་སྡེ་སྒོ་མོ་ཆེའི་ཐང་ཆེན་གྱི་དྲག་གནོན་བཞིན། ཁུ་སིམ་མེར་འགྲོ་རྒྱུར་ཚོད་དཔག་བྱེད། དེ་རིང་ཁོ་པ་ཚོས་ཚོད་དཔག་དེ་ནོར་ཡོད་པར་ངོས་འཛིན་ཐེབས་པའི་ཆོ་ག་གསར་བ་ཞིག་མཐོང་ཡོད། རྒྱ་གར་དུ་རྒྱ་གཞུང་ལ་མེ་གཏོད་དང་གཏོར་བཅོམ་སོགས་ཀྱི་བྱ་བ་བརྩམ་ས་མེད་ན་ཡང། རྒྱ་གཞུང་གིས་དཔོན་ངན་མང་པོ་ཞིག་གི་འདྲ་བསུ་གང་མང་ཞིག་བསགས་ཡོད་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོའི་ཟླ་བཞི་པར་དཔའ་བོ་ཐུབ་བསྟན་དངོས་སྒྲུབ་མཆོག་གིས། སྲུབ་གཟུགས་དེ་དག་བསགས་པས། འདོད་པ་མ་ཚིམས་པར་རང་ལུས་མཆོད་མེ་སྦར་ཡོད། འབྱུང་འགྱུར་དེས་ལམ་སང་རྒྱལ་སྤྱིའི་རྒྱལ་སྤྱིར་ཁྱབ་ཅིང། བོད་གཞིས་བྱེས་གཉིས་ཀར་དྲན་སྐུལ་ཟབ་མོ་ཞིག་དང། སྤོབས་པ་གསར་བ་ཞིག་སྤེལ་ཡོད། འོན་ཀྱང། མཆོད་མེ་ག་ལེར་གཟིམ་ལ་ཉེ་དུས་སླར་ཡང་ཕྱི་ལོ་ཉིས་སྟོང་དགུ་ལོའི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བདུན་ཉིན་ཨ་མདོ་རྔ་པར་པར་རྒོད་བཀྲ་འཕེལ་ཡིས་མཆོད་མེ་དེར་ཁ་གསོས་ཏེ་སླར་ཡང་བོད་མི་ཚོའི་སེམས་ལ་འོད་སྣང་ཞིག་སྦྱིན། དེ་རྗེས། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་གསུམ་པའི་ཚེས་བཅུ་དྲུག་ལ། པར་རྒོལ་སློབ་གསོའི་ཕུན་ཚོགས་དང་དེ་རྗེས། ཟླ་བརྒྱད་པའི་ཚེས་བཅོ་ལྔ་ལ། རྟའུ། པར་རྒོད་ཚང་མ་ནོར་བུ་དང། དེ་ནས་བསྟུད་མར། ཁེ་བཟང་གི་བར་དུ་པར་རྒོད། བློ་བཟང་སྐལ་བཟང་དང་བློ་བཟང་དཀོན་མཆོག། བློ་བཟང་དབང་ཕྱུག་ཆོས་འཕེལ། མཁའ་དབྱིངས། ནོར་བུ་དགྲ་འདུལ། བཙུན་མ་ཏིང་འཛིན་དབང་མོ་སྟེ། རྒྱལ་གཅེས་དཔའ་བོ། རྒྱལ་གཅེས་དཔའ་བོ་དཔའ་མོས། རྒྱལ་གཅེས་དཔའ་བོ་དཔའ་མོ་མང་པོས། རང་ལུས་མཚོན་མེད་སྒྲོན་ནས་འོད་སྣང་གིས། འཛམ་གླིང་ཁྱབ་པར་གཅིག། རང་གཟུགས་ལ་རྒོལ་བའི་ད་ལྟའི་ཤི་བུར་གསར་བ་འདི་ལ། སྔོན་མ་ལྟར་དམག་དཔུང་གིས་མེ་མདའ་བཀོལ་ས་མེད་པར་མ་ཟད། ད་དུང་མེ་གསོད་དང་སྨན་བཅོས་ཀྱི་ངོ་རྒོལ་བ་བསྐྱར་དར་བྱེད་དགོས་པའི་བསམ་ཡུལ་ལས་འདས་པའི་གནས་ཚུལ་ཞིག་ཁྱབ། ཐ་ན་སེར་ལམ་ཁག་ཏུ་ཤི་དོར་རིགས་སོགས་ལ་ཉེན་ཁ་ཆེ་ན་ཡང། མི་ཕྱེད་ཚུར་དང་དཔའ་བོ་དེ་དག་བསམ་བློ་དམན་པའི་ལོ་ཚད་ལོངས་པ་ཏག་ཏག་ཡིན་ན་ཡང། བྱས་པ་ཡིན་ཚུལ་ལ་རྫུན་བཟོ་བྱེད་དགོས་པའི་དབུལ་སྟུག་གི་གནས་སུ་གྱར། རྒྱུ་མཚན་ནི་ཁོ་ཚོས། མི་རིགས་ཤིག་གི་བདེ་སྡུག་ཆེད་དུ། སྐུ་གཟུགས་བློས་བཏང་གི་ཡོད་པས། མི་རིགས་རང་ལུས་གསོན་གསབ་ཀྱི་ན་ཚ་དེ་ལས་ཀྱང་སེམས་ཀྱི་སྡུག་བསྔལ་ཆེ་བ་མཚོན་ཡོད་ལ། དེ་ཡི་འབྱུང་རྩ། དེའི་འབྱུང་རྩ་གཉིས་ནི། ཏང་ཀྲུང་དབྱང་དང། དེའི་དམག་དཔུང་ལ་ཐུག་ཡོད། འཇིག་རྟེན་ནང་བདེན་པའི་ར་སྤྲོད་ལ་རང་སྲོག་དཔང་དུ་བཙུགས་པ་ལས་ལྷག་ཅི་ཡོད། མཆོད་མེ་གསུམ་པོ་འདིས་དགྲ་བོའི་སྙིང་རྩ་གསོག་པ། འདྲ་བའི་སྙིང་རྩ་གསོ་བར་བྱེད་པར་མ་ཟད། གཉན་གྱི་གདོན་གསོབ་དང་དཔའ་ངར་ཡང་ཧ་ཅང་ཚད་མཐོ་སྐྱེད་ཐུབ། དེ་བས། ཚེ་སྲོག་གི་མཆོད་མེ་རེ་རེ་འདི་པེ་ཅིན་སྲིད་གཞུང་ལ་མེ་སྒྱོགས་ཆེན་པོ་རེ་རེ་ལས་འཇིགས་སྣང་ཆེ་བ་ཡིན། ང་ཚོས་ཁོ་ཚོའི་སྐུ་སྲོག་ལ་ཕངས་མེད། ཅི་འདྲ་ཆེ་ན་ཡང། གཉིད་ཅི་འདྲ་རྗེས་ན་ཡང། ཁོང་ཅག་གི་དྭང་བླངས་ཀྱི། བློས་གཏོང་ཆེན་པོའི་ལྗིད་ཚད་དེ་ཤི་དགོས། རང་དབང་འདྲ་མཉམ་ཐོབ་ཐང། དྲང་བདེན་མདོར་ན། བོད་མི་རིགས་ཀྱི་བདེ་སྐྱིད་གསར་བ་ཞིག་གི་སླད་དུ། ཁོང་ཚོས་གཡུལ་སའི་དཔར་རྡོ་ཞིག་དང་འདྲ་བར་གདོང་མཆོང་གནང་བ་འདིས། བདག་ཡིད་ཚིམས་སོང་ལ། ཡིད་ཆེས་དང་རེ་བ་འབར་སོང། རྒྱལ་བའི། རྒྱལ་ཁའི། གཡུལ་རྒྱལ། གཅིག་གིས་སྔ་ཕྱི་རོལ་ཡང་ལྟ་བུར་འཛམ་གླིང་ལ་ཡང་གྲགས་སོང། བཙན་བྱོལ་བོད་གཞུང་མང་གིས་ཀྱང་ཐུགས་བརྟག་ཆེན་པོའི་སྒོ་ནས་དཔའ་བོ་རྣམ་པར་ཉེ་བསྔལ་གུས་འདུད་དང། ཅེས། ཤི་ལའི་རྒྱལ་གཅེས་མི་དམངས་ལ་གདུང་སེམས་མཉམ་སྐྱེད་ཀྱི་སྤྱི་མོས་རྣམ་འགྱུར་ཞིག་གཏོང་འགོ་བཙུགས་སོང་ལ། རྒྱལ་སྤྱིའི་དྲིལ་བསྒྲགས་ཀྱི་ནུས་པ་ཡང་མི་དམན་པ་ཞིག་ཐོན་ནས་ལྷག་པར་དུ་ལྷག་པར་དུ་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་རྒྱལ་བ་ཀརྨ་པ་མཆོག་ཨ་ལ་ཀི་ཏི་རིན་པོ་ཆེ་མཆོག། རྣམ་གསུམ་དབུ་ཞུགས་ཀྱིས་བཙན་བྱོལ་གཞུང་དམག། སེར་སྐྱ་ལྔ་སྟོང་ལྷག་གིས་ཉིན་གཅིག་དུས་གཅིག་ལ། སྙིང་བོར་གནས་ཏེ་སྐྱབས་འཇུག་དང་སྨོན་ལམ་གྱིས། ཆོ་ག་རླབས་ཆེན་ཞིག་མཛད། མཛད་པ་འདི་སྐུ་ཞབས་དཔའ་བོ་རྣམ་པས། རྣམ་བཞི་ལ་ཀྱེ་མ་བླ་མའི་གཅིག། ཡིན་པར་མ་ཟད་གཤིས་ལུས་གཉེན་ཉེ་དག་གིས་གཙོས། གཞིས་ལུས་མི་དམངས་ཡོངས་ལ་ཡང་དག་དང། ཡང་དག། དད་དང་རེ་སྨོན་གསར་བ་ཞིག་སྐྱེ་ངེས་པ་ཡིན། ཕར་ཆེར་རང་རེའི་ཆོས་ཅན་གྱི། ཆོ་ག་འདི་ལས་གཞན་ཡང། ཕྱི་སྐོར་གྱི། ཐབས་ཚུལ་སྣ་མང་གི་ལས་འགུར། ཆུ་བོ་གཉེར་མ་བཞིན། ལྷད་ཅིང། པར་རྒོལ་དུ་མ་ཞིག། འབབ་རྡོ་བཞིན་དུ། འགྲིམ་ཡང་སྲིད། དེས་ན། སྐབས་འདིར་ང་ཚོས་གཞུང་དམངས་ཀྱི་རྒྱལ་སྤྱི། མི་རིགས་སྤྱི་དང་ལྷག་པར། ཀྲུང་གོའི་མི་རིགས་གཞན་དག་དང་སྐྱིད་སྡུག་མཉམ་མྱོང་གི་ལས་གཞི་གསར་བ་མྱུར་སྐྱོབ་ཀྱིམྱུར་སྐྱོབ་ཀྱི་རྒྱ་རིགས་དམངས་གཙོ་དོན་གཉེར་བའི་གཙོས། གཤེད་སྐོར་ཆེན་མོ་རྒྱ་མཚོའི་རྦ་རླབས་ཐེངས་གཉིས་པ་ཞིག་བསླངས་ཐུབ་ན་ད་གཟོད་ཀྲུང་གོ་དམངས་གཙོ་ཅན་དུ་འགྱུར་བའི་རླབས་ཆེའི་གསལ་བྱེད་ཞིག་འབྱུང་སྲིད་ལ། དེ་མཚུངས། བོད་སོགས་ལ་ཡང། མཐོ་ས་རང་བྱ་ནས། དམའ་ས་རང་སྐྱོང། གང་ཞིག་ཐབས་ངེས་དེ་འདྲིའི་གཞི་རྒྱ་ཆེ་བའི་བཤད་མགུར་ཞིག་འབྱུང་སྲིད་པ། རྒྱུ་རྐྱེན་ཚང་ཡོད་ལ། དེ་ལ་དེ་སྔོན་ལྟར་གྱི་དྲག་ཞན་ཞིག་བྱེད་དཀའ་བ་ཡང་མོ་རྒྱག་མི་དགོས་པ་ཞིག་རེད། གལ་ཏེ་སླེབས་ཡང་བཅིངས་འགྲོལ་དམག་གིས་རང་གི་རྒྱལ་འབངས་ཁྲི་གསུམ་ཁྲིམས་དཔང། ཁྲིམས་དཔང་དུ་མ་ཞིག་དགོངས་དག། གལ་ཏེ་སླར་ཡང་བཅིངས་འགྲོལ་དམག་གིས་རང་གི་རྒྱལ་འབངས་ཁྲིམས་དཔང་དུ་མ་ཞིག་དམར་གསོད་བཏང་རྒྱུ་ཐུག་ན། དམག་དཔུང་བར་ལ་ཡང་དམག་འཁྲུག་འབྱུང་ངེས། ཆེ་བའི་ནད་རྟགས་ཤིག་བདག་ལུས་ཕྱུར་བུར་མིག་ལ་གསལ་བར་སྣང་ངོ། དེ་བས་རང་ཉིད་ནས་ཀྱང་དྲ་ལམ་འདིར་དམག་སྤྱི་ཞིག་གི་ཚུལ་དུ་བཀོད་འདོམས་ལ། འབད་རྒྱུར་ཆོད་སེམས་བརྟན་པོ་བཞག་ཡོད། ང་ཚོ་ཁ་གཡར་ངམ་རྩོད་གླེང་གི་དགོས་འདུན་ནི། མི་རིགས་འདྲ་མཉམ་དང་མི་རིགས་རང་སྐྱོང། མི་དམངས་ལ་འགྲོ་བ་མི་ཡི་ཐོབ་ཐང། ཀྲུང་གོ་ལ་ཡང་དག་པའི་དམངས་གཙོ་ཞིག། དགོས་ངེས་པ་བཞི། དགོས་ངེས་པ་བཞི་པོ་འདིས། བོད་མི་རིགས་རང་ཉིད་དང་བཅས་པའི་ཀྲུང་གོའི་མི་རིགས་ཁག་ལྔ་བཅུ་ལྷག་གམ། མི་དམངས་དུང་ཕྱུར་མང་པོས་རེ་འདུན་སྐོང་ཐུབ་པ་དང། རེ་བ་འདི་དག་སྔ་ཕྱི་མ་གཏོགས་མངོན་འགྱུར་ཡོང་བར་ཡང། བདག་ཡིད་ཆེས་བརྟན་པོ་ཡོད། དེ་ནས། དེ་རྣམས་བདེན་པ་མཐུ་ཡིས་བདེན་མཐའ་སེལ་བ་ལ། བདེན་སྐྱབས་ཕྱི་སྒོ་འདི་མོས་མཐུ། བསླབ་གཞི་ཕྱིར་དགོས་པས་ང་ཚོའི། ཆིག་སྒྲིལ་གྱི། སྤོང་བྱེད་ཀྱི་མཚན་མའི་བདེན་པས། རྒྱལ་རྔ་ཤུགས་ཆེ་གདོན་དགོས། བདེན་པ་གཉིས་རྣམ་པར་རྒྱལ་གྱུར་ཅིག། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་པའི་ཚེས་བཅུ་དགུ་དགོང་མོར། ཡོང་ཁུངས་བོད་ཀྱི་དུས་བབ་དྲ་བ། རང་ལས་མེད་ཚོགས་དང་འབྲེལ་བའི་ལོ་རྒྱུས་ཡིག་ཚགས་འདེམས་ཁྲིད་དང་པོ་ཤོག་གྲངས་ལྔ་བརྒྱ་བདུན་ཅུ་སྟོང་དགུ་ནི། ཤི་ཚེ་མགྲིན་ཚབ་པའི་མི་བཅུ་ལས་འདས་པའི་གཏམ་བརྗོད། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་པའི་ཚེས་ཉི་ཤུ་ལ་དཔལ་ལྷོ་སྤིལ་གྱིས་བརྩམས། ཁྲིའུ་ཐུབ་བསྟན་གྱིས་རྒྱ་ཡིག་ལས་བསྒྱུར། ཕྱི་ཟླ་བཅུ་པའི་ཚེས་བཅུ་ཉིན་སི་ཁྲོན་རྔ་པ་རྫོང་ཐོག་ཏུ། ཡང་བསྐྱར་བོད་མི་ན་གཞོན་གཉིས་ཀྱིས་རང་ལུས་མེ་སར་ཐིག་གིས་རྐྱེན་འདས་སུ་སོང་ཡོད་པ་དང། བོད་མི་ཁོང་ཉིད་དེ་སྔོན་རྔ་པ་ཀིརྟི་དགོན་པའི་གྲྭ་པ་ཡིན་པ་རེད། ད་ལོ་སྤྱི་ཟླ་སུམ་པའི་ཚུན་ཆོད་བོད་ཁུལ་དུ་བོད་མི་རང་ལུས་མེར་སྲེག་གི་ངོ་རྒོལ་རིམ་པ་བདུན་བྱུང་ཚར་བ་དང། དེ་དག་ཚང་མ་ངོ་རྒོལ་རང་བཞིན་གྱི་རང་ལུས་མེར་སྲེག་ཡིན་པ་མ་ཟད། ཆེས་ཡིད་སྐྱོ་བའི་བྱེད་ཐབས་ལ་བརྟེན་ནས། དྲག་པོའི་གཞུང་ལ་ངོ་རྒོལ་གྱི་རྣམ་འགྱུར་དྲག་པོ་བསྟན་པ་རེད། མི་བསམ་ཡུལ་གཅིག་ཡིན་ཕྱིན། སེམས་སྟོང་གི་ཚོར་སྣང་ཟབ་མོ། མི་སྐྱེ་མཁན་མེད་ཅིང་དེ་བརྟེན། བདེ་དོན་གྱི་ཆེད་དུ། དྲག་གཞུང་ལ་འཛེམ་པའི་ཁོང་ཁྲོ་ཡང་ཆེས་གྱུར་ངེས། ཆེས་ཧང་སང་བ་ཞིག་ནི། རྒྱ་དམར་པོའི་སྲིད་གཞུང་གིས་གདོང་རིས་ལྷང་ལ་བུད་ཟིན་ཀྱང། ཕྱི་ཟླ་བཅུ་པའི་ཚེས་བཅུ་གཅིག་ཉིན་གྱི་རྒྱ་ནག་གཞུང་གི་རྒྱུན་ལྡན་གསལ་འགོད་ལྷན་ཚོགས་ཐོག་ཕྱི་གསལ་མགྲིན་ཚབ་པས་བརྗོད་དོན་རང་ལུས་མེ་སྲབ་ཀྱི་དོན་རྐྱེན་རིམ་པ་ཁག་ནི་ཕྱི་རྒྱལ་དུ་བཞུགས་པའི་ཏཱ་ལའི་བླ་མར། རྒྱབ་སྐྱོར་བས་སྐུ་སློང་བྱས་པ་ལས་བྱུང་བ་དང་ཏཱ་ལའི་བླ་མར་རྒྱབ་སྐྱོར་བས་དྲག་པོའི་ལས་ལ་བརྟེན་ནས་ཀྲུང་གོའི་བོད་ལ་དབང་བསྒྱུར་བས་སྲིད་དབང་མགོ་རྟིང་སློག་འདོད་ཀྱི་འཆར་གཞི་སུ་ཞིག་རེད། ད་དུང་དྲིན་ཚད་པས་བཤད་རྒྱུར། ཏཱ་ལའི་བླ་མའི་རྗེས་འཇུག་པ་ཚོས། དྲག་ལས་ལ་ཁ་རྡུང་མི་གཏོང་བ་མ་ཟད་ད་དུང་གང་སར་ཁྱབ་བསྒྲགས་བྱས་པའི་བྱ་སྤྱོད་ལ་བརྟེན་ནས་དེ་འདྲའི་རིགས་ཀྱི་བྱ་སྤྱོད་མང་དུ་སོང་བ་དང། རང་ལུས་མེར་བསྲེགས་ཀྱི་བྱ་སྤྱོད་ནི་འགྲོ་བ་མིའི་རིགས་ཀྱི་རིག་གནས་དང་ཀུན་སྤྱོད་ལ་མི་འཚམ་པ་མ་ཟད་རྣམ་པའི་ཆོས་གཞུང་དང་ཡང་མི་མཐུན་པ་རེད་ཟེར། རྒྱ་ནག་དམར་པོའི་གཞུང་གིས་དག་སེལ་དེས་དཀར་ནག་གོ་ལྡོག་གི་ཕྱོགས་སུ་བུ་རྐྱང་བྱས་ཟིན་པ་དང། དེ་ལ་སྐྱོན་བརྗོད་བྱེད་པའི་རིགས་ཐ་ཡང་མེད། ངོ་རྒོལ་རང་བཞིན་གྱི་རང་ལུས་མེར་བསྲེགས་སྐོར་ལ། འཚེ་བ་མེད་པའི་བྱ་སྤྱོད་ཀྱིས་ཤེས་བྱ་ཀུན་བཏུས་དཔེ་དེབ་ཏུ་འགྲེལ་བཤད་གསལ་པོ་ཡོད། ངོ་རྒོལ་རང་བཞིན་གྱི་རང་ལུས་མེར་བསྲེགས་བྱེད་པ་ནི། ཆེས་བཟོ་ལ་བྲེལ་བའི་ཁོར་ཡུག་དང་ཡང་ན་སྲིད་གཞུང་གི་བཙན་གནོན་རང་བཞིན་ལ་མཐའ་གཅིག་ཏུ་ངོ་རྒོལ་བྱེད་པ་དང། མཉམ་འབྲེལ་གཏན་ནས་མི་བྱེད་པ། རང་སྲོག། སྤྱོད་སྟངས་འདི་ཡི་རིགས་ནི། ཤི་གཏོང་ཡོད་པའི་སྒོ་ནས་མང་ཚོགས་ཀྱི་དཀྱིལ་དུ་ཡོངས་གྲགས་ཀྱིས་སྤེལ་ཏེ། མངོན་གསལ་དོད་པོའི་ངོ་རྒོལ་གྱི་རྣམ་འགྱུར་བསྟན་པ་ཡིན། རང་སྲོག་གཅོད་པ་ནི། ཐད་ཀར། སྤེལ་བའི་བྱ་སྤྱོད་ཡིན་པ་འགའ་རེ་འདི་འཚེ་བ་མེད་པའི་ལས་ཡིན་མོད་ལ་ཐེ་ཚོམ་ཟ་བ་རེད། རང་སྲོག་གཅོད་པ་ནི་རང་ཉིད་ཀྱི་ཐོག་ཏུ་སྤེལ་བའི་དྲག་པོའི་བྱ་སྤྱོད་ཡིན་པ་ལས་མི་གཞན་གྱི་ཐོག་ཏུ་མིན། མི་གཅིག་གིས་རང་སྲོག་གཅོད་པའི་རྒྱུ་མཚན་ནི་མི་རྣམས་ལ་དོ་ན་ཡོང་བའི་ཆེད་དུ་འབོད་སྐུལ་བྱས་པ་ཡིན་ཞིང་དེ་ལ་བརྟེན་ནས་མང་ཚོགས་ཀྱི་ལྷིང་ཕྱོགས་ལ་འགྱུར་ལྡོག་ཡོང་བའམ་ཡང་ན་ཁ་གཏད་ཀྱི་བརྩེ་དུང་ལ་འགྱུར་ལྡོག་ཐེབས་པ། མི་རྣམས་ཀྱི་ཤེས་བོའི་མྱ་ངན་དང་གདུང་སེམས་ཀྱི་རྣམ་འགྱུར་བསྟན་པ་སོགས་མདོར་ན། ཤེས་རྐྱེན་དེའི་རིགས་ནི་རྒྱུན་དུ་ངོ་རྒོལ་གྱི་རིགས་དཔེར་བ་རེད། རང་སྲོག་གཅོད་པའི་ངོ་རྒོལ་ནང་གི་སྐད་སྒྲ་ཆེ་ཤོས་ནི་རང་ལུས་མེར་བསྲེགས་ཀྱི་ངོ་རྒོལ་རེད། དེའང་མང་ཚོགས་ཀྱི་དཀྱིལ་དུ་རང་ཉིད་མེར་བསྲེགས་ཁར་སྤྱད་པ་རེད། ལོ་རབས་དྲུག་ཅུ་པའི་ནང་ཨ་རི་དང། ཝེ་ཐི་ནམ་སོགས་སུ་དམག་འཁྲུག་ལ་ངོ་རྒོལ་ཆེད་རང་ལུས་མེ་སྲེག་གི་བྱ་ཐབས་སྤྱོད་དེ་ངོ་རྒོལ་གྱི་རྣམ་འགྱུར་བསྟན་མྱོང་ཡོད་པ་དང། ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུ་ཟླ

ཨེ་རུ་སི་ཇི་ཀིས་ལ་བཙན་འཛུལ་བྱས་པར་ངོ་རྒོལ་གྱིས་རང་ལུས་མེ་བསྲེགས་བཏང་ཡོད། ཆོས་ལུགས་ཕལ་ཆེར་གཅིག་པ་རེད། ནང་པས་ཀྱང་རང་སྲོག་གཅོད་པར་ངོ་རྒོལ་བྱེད། སྐད་གྲགས་ཅན་གྱི་སྤྱི་ཚོགས་ཚན་རིག་པ་དང་མི་རིགས་ཀྱི་ཚན་རིག་པ། མིག་སྤྲིན་སྙིང་གར་གྱིས། གསུངས་པ་བཞིན། ཆོས་ལུགས་རྗེས་འབྲེལ་བར་ཁ་ཤས་ཀྱིས་རང་སྲོག་གཅོད་པའི་བྱེད་ཐབས་བདམས་ཏེ་ངོ་རྒོལ་གྱི་རྣམ་འགྱུར་བསྟན་པ་དེ། ཆོས་ལུགས་ཀྱི་དབུ་ཁྲིད་ཚོས་ཀུན་སློང་ངམ། ཆོས་གཞུང་གི། དགོས་འདུན་རྩ་བ་ནས་མིན་ཞིང། ཁོ་ཚོ་རང་ཉིད་ཀྱིས་མི་དམངས་ལ་ངར་ཤུགས་སློང་བའི་ཆེད་དུ་ཡིན་པ་དང། ཆོས་ཚོགས་ཀྱིས་དགོས་འདུན་བཏོན་ཏེ་ཁོ་ཚོས་ལྷག་བསམ་རྣམ་དག་ཡིན་པའི་གདམས་པ་བྱེད་པའི་ཆེད་དུ་བསྒྲུབས་པ་ནི་གཏན་ནས་མིན། ཁོ་ཚོས་རང་ཉིད་ཀྱི་ཡོད་ཚད། བློས་བཏང་ཕོད་པ་དེས་བསྟན་པ་ནི། རང་ལུས་མེ་སྲེག་གི་ངོ་རྒོལ་དེ། རང་ཉིད་ཀྱིས་སྤེལ་བའི་བྱ་སྤྱོད་ཡིན་པར་མཚོན་ཡོད་པ་ཡིན། ཆོས་ལུགས་ཀྱི་དབུ་ཁྲིད་དང། ཆོས་གཞུང་དེ་བཞིན་ཆོས་ཚོགས་ཀྱི། དགོས་འདོད་ལས་གཞན་དུ་སྤེལ་བའི་བྱ་སྤྱོད་ཅིག་ཡིན་པ་རེད། དཔེར་ན། ལོ་མ་ནི་ཡར་རྒྱས་རྒྱུད་ཀྱི་དུས་སྐབས་སུ། ཡེ་ཤེས་རྗེས་འཇུག་པ་མང་པོས་རང་ལུས་མེ་བསང་ལ་བརྟེན་ནས་སྐུ་བཤགས་པ་རེད། དེ་སྔོན། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར་བཙན་བྱོལ་བོད་མིའི་གོ་སྒྲིག་འོག་རྒྱ་གར་གྱི་རྒྱལ་ས་ལྡི་ལི་གསར་བ་རུ་སེར་བྱེས་ངོ་རྒོལ་གྱི་ལས་འགུལ་སྤེལ་སྐབས། མཚན་ལ་ཐུབ་བསྟན་དངོས་གྲུབ་ཞུ་བའི་བཙན་བྱོལ་བོད་མི་ཞིག་གི་རང་ལུས་མེར་བསྲེགས་ཀྱི་རྐྱེན་འདས་སུ་སོང་ཡོད་པ་དང། དོན་རྐྱེན་དེ་བྱུང་བའི་རྗེས་སུ་ཏཱ་ལའི་བླ་མ་མཆོག་གིས་གསལ་འདོན་པར། ཁོང་ཉིད་ནས་རང་ལུས་མེ་བསྲེགས་ཀྱི་བྱ་སྤྱོད་ལ་བསྟོད་བསྔགས་མི་བྱེད། ཡིན་ན་ཡང་འདི་ནི་ཐབས་ཤེས་མེད་པའི་བཙན་དབང་འོག་བྱུང་བ་དང་གལ་སྲིད་དུས་ཚོད་རིང་པོའི་བར་འདི་ལྟར་སོང་ན། ད་དུང་དོན་རྐྱེན་འདི་ཡི་རིགས། མོས་ཐུག་ཏུ་འབྱུང་སྲིད་པའི་ཐུགས་འཕྲད་ཡོད་གསུངས། དུ་ཏན་དངོས་གྲུབ་ཀྱིས་རང་ལུས་མེ་སྲེག་དང། ད་ལོའི་བོད་ནང་གི་རང་ལུས་མེ་སྲེག་རིམ་པ་ཁག་མཐའ་ཕྱིན་ཏཱ་ལའི་བླ་མས་བསྐོ་སློང་བྱས་པའམ། བཙན་བྱོལ་གཞུང་གི་འཆར་འགོད་མ་ཡིན་པ་གསལ་པོ་རེད་ལ། ཁོ་ཚོ་ཆོས་གཞུང་དང། ཆབ་སྲིད་པའི།